ད་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལ་ཡང་ཅིག་དངོས་གནས་ཅིག་གིས་ད་དཀའ་ངལ་ཆེན་པོ་ཅིག་འཕྲད་ནས་བོད་མི་རིགས་རིག་གཞུང་དང་བཅས་པ་ད་གནས་དང་མ་གནས་ས་དེ་འདྲ་ཞིག་ད་དུས་ཚོད་ལ་ཡང་ང་ཚོ་མི་ཚེ་འདི་བསྐྱལ་རེ་རེད། ཅིག་བོད་ད་བསྟན་སྲིད་ཀྱི་དངོས་གནས་ཅིག་གིས་ད་ཞབས་འདེགས་བསྒྲུབ་ཡ། ང་ཚོ་མི་རབས་འདི་གིས་ག་ལ་གང་འཚམ་བྱ་ཡག་རེད། ད་ངས་བརྟག་པ་བྱེད་བསྡད་ཀྱི་ཡོད། བོད་ཀྱི་མིས་ད་བདེན་དོན་འདི་སངས་རྒྱས་ཀྱི་ཆོས་དང་འབྲེལ་བསྡད་པ་གསལ་པོ་ཤ་རེད། ད་དེ་རིགས་སྐད་ས་བོད་ཀྱི་བདེན་དོན་ལ་ཡ། འཛམ་བུ་གླིང་གྱི་ཤེས་ཡོན་ཅན་དེ་འདྲ་མང་པོ་གཅིག་གིས་དོ་སྣང་བྱས་དེ་ཡ། མདོར་ན་ཚན་རིག་པ་མང་པོ་གཅིག་གིས་དོ་སྣང་བྱས་ཡ་ཡོང་བསྡད་པ་དེ་ད་བོད་ཀྱི་ང་ཚོ་ད། ཆོས་རྒྱལ་གོང་མ་གཙོས་ད་བཀའ་དྲིན། ཨ་ནི་གཙོ་བོ་མཁན་ཆེན་ཞི་བ་འཚོ། ཨ་ནི་སློབ་དཔོན་ཀ་མ་ལ་ཤཱི་ལ་དེ་ཚོའི་ཐོག་ནས་ད་ང་ཚོ་ལ་ཡ། ཅིག་དཔལ་ནཱ་ལེནྡྲའི། ཅིག་ད་ཤེས་ཡོན། དངོས་གནས་གཏིང་ཟབ་པོ་དེ་ང་ཚོ་བོད་པ་ལ་ཡ། ཧ་ལམ་ད་མི་དེ་མ་སོང་ན་རྩིས་འཕྲུལ་ནང་པའི་ཟོར་བཞི་རེད། ད། གཞིས་སུ་ཡབ་སྲས་ཀྱིས་ང་ཚོར་རྩིས་སྤྲོད་གནང་ཞེས་པ་དེ་ད་ང་ཚོས་བདག་པོ་རྒྱབ་ཡག་དེ་ཧ་ལས་པ་ཞིག་རྒྱབ་ཡོད་རེད། བྱས་ནས་ད་ང་ཚོ་བོད་མི་རིགས་ཀྱི་རིག་གཞུང་ཟླ་བདུན་ཟེར་ནས་ད་དེ་རིགས་སྐད་ས་ངོས་ནས་ཅིག་འཛམ་བུ་ལི་འདིའི་སྒང་ལ་ཅིག་གི་ད་ཚན་རིག་པ་མང་པོ་ཅིག་གིས་ཧ་ལམ་ད་སེམས་ཁམས་རིག་པ་ད་དེ་ཚོའི་སྐོར་དེ་རེ་བ་རྒྱག་ས་ཆགས་དེ་ངས་ཅིག་ཆགས་འདུག་ག། ཆ་དེ་འདྲ་ཡིན་དུས་ང་ཚོ་བོད་ཀྱི།

གཉིས་ནས་ཨེ་ནི། བོད་གངས་ཅན་གྱི་ལྗོངས་འདི་ནི། འཕགས་པ་སྤྱན་རས་གཟིགས་ཀྱི་འདུལ་ཞིང་བཟང་ཚུལ། ནམ་རྒྱུན་ཡོངས་གྲགས་བཤད་བསྡད་ཀྱི་ཡོད་ར་ལ། ཅིག་ལོ་རྒྱུས་ཀྱི་ཐོག་ནས་ཡིན་ནི་ཕལ་ཆེར། ཅིག་འཕགས་པ་སྤྱན་རས་གཟིགས་ཀྱི། ཅིག་གི། སྐུ་ཡི་རྣམ་འཕྲུལ་འདྲ་མི་འདྲ་དེ་འདྲའི་གི་ཐོག་ནས་ད། བོད། མི་བསྟན་སྲིད་ཀྱི་ད་དགའ་ཚོར་རེ། མི། ཁྲི་ལས་པ་རྐྱང་པའི་སོར་འདི་གསལ་པོ་ཤར་རེད་ས་དེ་འདྲ་ཡིན་དུས་ང་རང་ཚོ་དང་བོད་སྤྱི་པའི་དོན་དག་རེད་ཡ་ཞིག་སོ་སོའི་མི་ཚེ་གང་པོ་བོད་སྤྱི་པའི་དོན་དག་རེད་ཡ་བཏང་བྱས་དཀའ་ལས་སྐྱོ་ཤོས་པ་འདི་གི་ཨེ་ནི་འདི་གི་ད་སོ་སོའི་བྱིན་རླབས་ཟེར་ནས་མི་འདུག་ལས་ཀྱི་འབྲེལ་བ་ཟེར་ནས་མི་འདུག་དེ་འདྲ་གི་ཐོག་ནས་འཕགས་པ་སྤྱན་རས་གཟིགས་དང་འབྲེལ་བ་དེ་ཐུགས་མི་འབུ་ཆགས་དེ་ཡོད་རེད་དེ་འདྲ་ཡིན་དུས་ཚེ་རབས་ནས་ཚེ་རུབ་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ཡ་དེ་ཕལ་ཆེར་ངས་ཐག་བཅད་ནས་བཤད་ཐུབ་གི་རེད་ཅེས་གསུངས། གང་ལྟར་མི་ཚེ་འདི་ཞིག་འཕགས་པ་སྤྱན་རས་གཟིགས་ཀྱིས་དང་མི་འདུལ་ཞིང་གི་བོད་ཀྱི་བསྟན་སྲིད་ཀྱི་དོན་དག་ལ་དང་སོ་སོས་ཧུར་ཐག་པ་དག་དང་དཀའ་ལས་སྐྱོབས་ཤེས་པ་འདི་གི་ལས་ཀྱི་འབྲས་བུ་འདི་ཚེ་རབས་ནས་ཚེ་རབས་འདས་ཐུ་ཡང་དེ་ང་རེ་དག་རང་དྲན་གྱི་ཡོད། འཕགས་པ་སྤྱན་རས་གཟིགས་ཐུན་མོང་མ་ཡིན་པ་དང་འབྲེལ་བ་ཡོད་དུས་པ་ཅིག་ཆགས་བསྡད་ཀྱི་ཡོད་རེད། མི་རྐྱང་བོད་པོ་མང་པོ་ཅིག་ང་དེ་སྤྱན་རས་གཟིགས་ཀྱི་དཔེ་སྐུ་ཞབས་བློན་པ་རེད་ཟེར་གྱི་བར་འདི་ལྟ་གང་ཤེས། བོད་པ་ཚོས་ང་ཡང་སྤྱན་རས་གཟིགས་རེད་ཟེར་ཟེར་གྱི་བར་བ་ད་ཨེ་ན་ལྷག་པར་དུ་བོད་ནས་ཡོང་མཁན་ཚོའི་བེད་རྒྱ་བར་མི་ཞིག་ལུས་རྩོད་ནས་སྤྱན་རས་གཟིགས་གསོན་པའི་སོར་ཞིག་ཏུ་རྩིས་ཀྱི་བྱས། སྙེ་མ་མི་གི་མོ་འགྲོ་འགོ་འགྲོ་ང་ཚོ་གཞིས་ཆགས་ཐོག་མར་ཚུགས་དུས་ཙང་ནས་དེ་དེ་བོད་ཡུལ་ནས་ཅིག་གྲོང་གསེབ་ཁ་ཐུག་ལ་དེ་ཚུགས་རྒྱ་གར་ལ་འབྱོར་ཨེ་ན་མི་གའི་ཁ་ཐུག་ལ་མི་གའི་ཕྱི་འདེབས་འདི་འདྲ་གི་ང་མི་གའི། གཞིས་ཆགས་ཀླད་པའི་ཁ་ཐུག་ལ་ཡ། ཁོང་ཚོ་གྲོང་གསེབ་ཁ་ཤས་ཀྱི་ཧུར་བསྲི་སྤྱན་རས་གཟིགས་གོ་པ་བསྐྱོན་ནས་ཕུལ་གྱི་འདུག། སྤྱན་རས་གཟིགས་ཟེར་ཚད་ཅིག་ཆོས་ཤོམ་ནང་ལ་བེད་དུ་སེ་ཤུར་ཤུར་མེད་པ་ཅིག་བསམ་བློ་ཁོག་སྟེ་གོ་རུ་བལྟ། བྱ་ཙག་ག། དེ་རེད་ཟེར་གྱི་ཡོད་རེད་ད། གང་ལྟར་སྤྱན་རས་གཟིགས་ཡིན་མིན་དང་གང་བཤད་འདི་གང་བདག་མིན། འཕགས་པ་སྤྱན་རས་གཟིགས་དང་འབྲེལ་བ་དང་ཞེ་དྲག་ཤུགས་ཆེན་པོ་ཡོད་རེད། དེ་ནས་ནི་ཆོས་རྒྱལ། སྲོང་བཙན་སྒམ་པོ་རེད་ལྷག་པར་ཁྲི་སྲོང་ལྡེ་བཙན།

གནས་ཚུལ་མ་རེད། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་མཁན་སློབ་ཆོས་གསུམ་ཡོད་པའི་ཁ་ཐུག་ནས་བྱས་མ་ད་ལས་ཀྱི་འབྲེལ་བ་ཡོད་ཐུབ་ཆགས་བསྡད་ཡོད་རེད་ཟེར་འདུག་དུས་དུས་སུ་ཞུ་རྒྱུ་བྱུང། ཚོད་ལྟ་དེ་རིགས་བསྡད་ཁྱེད་རང་ཚོ་དེ་ལས་ང་དེ་ལབ་ཉིད་འདོད་བྱུང། ད་ང་དང་མཉམ་འདོར་ལ་ཡ་བོད་སྤྱི་པའི་དོན་དག་ལ་ཅིག་གིས་ད་དཀའ་ལས་བརྒྱབ་ནས་རེད་ད། དུས་ཡུན་བོད་མི་རིགས་ཆགས་འཇིག་གི་དུས་ཡུན་འདིའི་རིང་ལ་ད་དཀའ་ལས་མཉམ་འདོར་བརྒྱབ་ནས་ཅིག་བྱེད་མཁན་དེ་ཡིད་དེ་གང་འདྲ་མིན་མཁན་སློབ་ཆོས་གསུམ་ཁ་ཐུག་ནས་བྱས་ནས་འབྲེལ་བ་ཡོད་འདོད་པ་ཅིག་དང་དེ་སྔ་ནས་འབྲེལ་བ་འདུག་བཟོ་བྱུང་བ་རེད་ལ་མ་འོངས་པ་ལ་ཡིན་ནའི་ཚེ་རབས་ནས་ཚེ་རབས། ཤེས་སོང་ཨ། ཁྱེད་རང་ཚོ་མང་ཆེ་ད། མ་འོངས་པའི་སྐྱེ་བ་འདི་ཕལ་ཆེར་བོད་ལ་ཡང་སྐྱེ་མདོག་ཁ་བོ་རེད། ལ། ཡང་ང་ཚོ་མཉམ་དུ་རེ་ཡ་ཅིག་ཐུག་བྱས་འདུག། ཡང་སྡུག་གི་རུ་ཅིག་རྒྱག་གི་རྒྱག་གི། ཡ་ཅིག་ཅིག་ག་ཚོད་གཅིག་གི་གཅིག་ལ་བས་གློ་བ་རུ་ཅིག་སྤྲོད་བྱས་ང་ཚོ་སྡུག་ཟིན་ད་མི་ཚེ་བསྐྱལ་རེ་རེད་ད་མ་འོངས་པ་ལ་ཡིན་ནས་ང་ཚོ་སྡུག་ཟིན་འགྲོ་གི་རེད། ཨེ་ནི་གང་ལྟར་བོད་ཀྱི་དོན་དག་དེ་ད་ཕྱོགས་གཅིག་ནས་ང་ཚོ་བདེན་པའི་དོན་དག་རེད། ཨེ་ནི་དངོས་ཡོད་གནས་ཚུལ་ལ་ཡང་ང་ཚོ་རང་བཙན་ཟེར་ནས་ཁ་བྲལ་འགྲོ་ཡག་སྐད་ཆ་བཤད་གི་ཡོད་མ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དུས་བཞིའི་ལོ་ནས་ད་ང་ཚོ་རྔམ་བརྗིད་མ་གཏོགས་རྒྱ་ནག་གཞུང་ལ་འབྲེལ་བ་ཆགས་པ་རེད། དེ་འདྲ་ཡིན་དུས་ཙམ་ནས་ད་ང་ཚོ་རང་བཙན་བཤད་པ་ཡིན་ན་རྒྱ་ནག་གཞུང་ལ་འབྲེལ་བ་ཆེ་མཐོ་ཡང་ཡོང་གི་མ་རེད་ཟེར་འདུག་བྱས་ནས་ད་ང་ཚོས་རིམ་པས་རིམ་པས་ཀྱིས་དེའི་ཁ་ཐུག་དེ་ངས་ང་ཚོ་མགོ་ཡག་དེ་བདེ་སྐྱིད་ཡིན་བདེ་སྐྱིད་བདེ་སྐྱིད་བདེ་སྐྱིད་ཟེར་བཤད་བསྡད་པ་རེད། དེ་ནས་མ་ག་ལེར་མ་གསལ་རུ་ཕྱིན་ནས་ད། ང་ཚོ་དབུ་མའི་ལམ་ཟེར་ད་དེ་ང་ཚོས་ཆབ་སྲིད་ཀྱི་ཐོག་ནས་རང་བཙན་དེ་མེད་པ་བྱས། རྒྱ་མིའི་ཐོག་ནས་ད་ལྟ་བོད་ལ་དཔལ་དེ་གཅིག་གི་བོད་ཀྱི་ཆོས་དང་རིག་གཞུང་དེ་དཔལ་དངོས་གནས་གཅིག་རང་བཙན་གྱི་དཔལ་རྨང་གཞིར་བཞི་རེད་བསམ་པའི་ཐོག་ནས་གཅིག་བོད་སྐད་དམ་དྲག་བྱས་དེ་མེད་པ་བྱས། ང་རང་ཚོ་ཆོས་དང་རིག་གཞུང་དེ་དེ་ང་རང་ཚོས་བདག་པོ་ཡག་པོ་ཞིག་རྒྱབ་ཐུབ་ཡ་ཨེ་ནི་ཁོར་ཡུག་དེ་དེ་ཡག་པོ་ཞིག་བདག་པོ་རྒྱབ་ཐུབ་ཡ་ཨེ་ནི། ཆབ་སྲིད་ཀྱི་ཐོག་ནས་ང་ཚོ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ནང་ལོགས་ལ་བསྡད་ནས་བྱས་ཡག་བྱེད་ཀྱི་ད་འདུག་ཟེར་ནས་ད་ང་ཚོ་བསམ་བློ་བཏང་བྱས། ད་དེ་རྒྱ་མི་རིགས་མང་པོ་གཅིག་གིས་དེའི་གནས་ཚུལ་ཤེས་མཁན་དེ་དེ་གིས་རྒྱབ་སྐྱོར་ཞིབ་བྱེད་ཀྱི་འདུག་བ་ད་ལོ་ཁ་ཤས་ཤིག་གོང་ལོ་རེད། ཨ་ད། རྒྱ་ཡིག་གི་རྩོམ་ཡིག་དེ་འདྲས་ཧ་ལམ་ང་ཚོས་དོ་སྣང་བྱུང་ཐུབ་ད་སྟོང་ཕྲག་གཅིག་ཟེར་གྱི་རེད་བ། སྟོང་ཕྲག་གཅིག་ཟེར་ནང་ལོགས་ལ་ཡ། ཚང་མ་ལོགས། འདི་རྩོམ་ཡིག་བྲིས་མཁན་རྒྱ་མི་རེད་རྒྱ་རིགས་རེད། བྱས་ནས་བ་ད། ཧ་ལམ་སྟོང་ཕྲག་གཅིག་གཅིག་གི་ད་རྩོམ་ཡིག་ཡོད་སྡད་པ་འདིའི་སྟེང་གི་ཚང་མ་ཀློག་གི་དབུ་མའི་ལམ་ལ་ཚང་མས་རྒྱབ་སྐྱོར་ཡོད་སྡད་པ་བྱེད་གི། ཨ་ནི་རྒྱ་ནག་གཞུང་གི་འཛིན་བཞིན་པའི་སྲིད་བྱུས་ཀྱི་ཐོག་ལ་སྐྱོན་བརྗོད་བྱེད་མཁན་གཅིག་གི། ད་དེ་འདི་འདྲ་བྱུང་སོང་ང་གསལ་པོ་ཞུ་བྱེད། སེམས་ལ་དེ་རིགས་སྐྱེ་ས་ཡིན་ནི། ཅེས་པས་ན་ང་རེ་འགའ་ཚོ་ད་ཉམས་མྱོང་ཐོག་ནས་བཤད་པ་ཡིན་ནི་སྔན་མ་ང་ཚོ་ཨ་མི་རི་ཀ་དང་དེ་བ Australia དང་གཅིག་རིམ་ཡིན་དང་དེ་བ་རྒྱ་རིགས་སློབ་ཕྲུག་དེ་འདྲ་ཐུགས་སྐྱེ་ཤི་ས་ནས་དང་པོ་གཅིག་ཐུབ་པའི་ཁ་ཐུག་ལ་གཅིག་ཏོག་གམ་པོ་རུ་གཅིག་དང་ཐག་རིང་པོ་རུ་གཅིག་སྡོད་མཁན་གཅིག་ཨེ་ང་ཚོ་དེ་དབུ་མའི་ལམ་ང་ཚོ་རང་བཙན་རྩོད་ཀྱི་མེད་འདུག་སེ་ཡིན་ཟེར་ནས་ཕར་ལབ་དུས་ས་ནས་ཨེ་རང་བཞིན་གྱི་པས་དགེ་གིས་གཅིག་ཏོག་གཅིག་པུས་གི་ཟོན་རུབ་བྱེད་དེ་རེ་པས་ཕ་ཡས་བྱས། ཡོང་དེ་གི་དུ་བ་ས་དེ་འདྲི་ཡིན་དུས། ག་ལྟར་ང་ཚོས་ཨ་འདི་པོ་དུ་ལྟར་སྲིད་ཇུས་ཟིམ་ཤེས་པ་དེ་གི་ད་གྲུབ་འབྲས་ཅིག་ཁོ་རིམ་པས་རིམ་པས་ཐོན་ཡོང་ངེས་བཟོ་བཞིན་འདུག་ཨེ་ནས་ལྷག་པར་དུ་ཡ་བོད་གི་ད་སངས་རྒྱས་པའི་ཆོས་འདི། དེ་རི་སྐད་ས་ཅིག་རྒྱ་ནག་ནང་གི་ཤེས་ཡོན་ཅན་བསླབ་གྲ་ཆེན་མོ་དེ་འདྲི་གི་ཅིག་གི་ད་དགེ་རྒན་དང་ཞིག་དེ་འདྲས་ཀྱིས། ད་ང་ཚོས་འདུག་ཨང། དེབ། ཅིག་དང་དཔེར་ན་ཚན་རིག་གི་དེབ་ཀྱི་སོགས་རོ་བོ་དང་ནང་པའི་ལྟ་གྲུབ་དང་ཚན་རིག་གི་སྐོར་གྱི་དེབ་རོ་བདུན་དེ་འདྲས་མི་འདྲ་གི་ད་དེབ་ག་རུ་ཡང་ཐོན་དུ་ཡོང་གོ་རེ་བ། ད་དེ་ཚོའི་གྲས་བོད་ཀྱི་ཚན་རིག་པ་ག་ཚོགས་བསླབ་གྲྭ་ཆེན་མོ་དེ་ཚོའི་ནང་ལོགས་ལ་ཡང། དེ་འདྲས་ཀྱི་ཡིག་ཆ་དེ་སླེབས་ཐུབ་ཀྱི་འདུག་ག་ཟེར་ན་འང་དེ་འདྲས་ལ་དོ་སྣང་བྱེད་མཁན་དེ་ཚོའི་གྲས་ཀྱིས་བོད་ཀྱི་སངས་རྒྱས་པའི་ཆོས་དེ། པའི་ཚན་རིག་དང་མཐུན་པའི་ཆོས་རེད་ཤག། ཞིབ་པོ་ཅིག་བཀའ་མོལ་བྱེད་མཁན་ཅིག། བྱས་ནས་ནི་རྒྱ་རིགས་དང་མཁས་དབང་དེ་འདྲས་བོད་ཀྱི་སངས་རྒྱས་པའི་ཆོས་ལ་ཡ་དམིགས་བསལ་དོ་སྣང་རུ་བྱེད་མཁན་དེ་ཚོའི་གྲས་དེ་བོད་ཡིག་བསླབ་ཡག་གི་འབད་བརྩོན་བྱེད་ཀྱི་འདུག་ཤ་ཚ་བ། ཕྱོགས་གཅིག་ནས་རྒྱ་ནག་སྲིད་གཞུང་གིས་བོད་ཡིག་རྩ་མེད་བཟོ་ཡག་བསམ་བློ་གཏང་གི་ཡོད་རེད་ཤེས་ཡོན་ཅན་གྱིས་བོད་ཡིག་བསླབ་ཡག་ལ་དོ་སྣང་བྱེད་ཡག་བྱེད་བསྡད་ཡག་ཅེས་ལྟ་སྐོར་བདེན་པའི་ཐག་གསལ་ཡོང་གི་ཡོད་རེད་བ། ཀོ་ད་རིམ་པས་རིམ་པས་ཀྱིས་རྒྱ་མི་བསམ་བློ་གུ་ཡངས་པོ་ཞིག་བཏང་པས་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་དེ་ཡེ་དེ་གིས་བོད་མི་ཁེ་ཕན་ཙམ་དུ་མ་ཟད་པའི་རྒྱ་མི་རིགས་ཀྱི་དང་ཁེ་ཕན་ལ་ཡང་ཐུག་གི་ཡོད་འདོད་པ་ཞིག་ཕལ་ཆེར་དང་རིམ་པས་རིམ་པས་ཀྱི་དེ་གསལ་པོ་ཆགས་ཡོང་གི་རེད་བསམ་དྲན་གི་ཤ་ཚ་བ། ཆ་ཚང་ཨེ་ནི་འཛམ་བུ་གླིང་འདི་གང་ལ་ངས་ནམ་རྒྱུན་རྟག་པར་དེ་གསལ་གི་ཡོད། ཨ་ནི་དེ་སྔ་ཡིན་ན་བོད་ཀྱི་སངས་རྒྱས་པའི་ཆོས་དེ་བླ་མ་ཡིད་བཟིམས་སེ་བྱས་ནས་ཨ་ཅིག་བླ་མའི་ཆོས་ལུགས་ཟེར་ནས་ལབ་བསྡད་ཨ་ཅིག་གི་འདུག་ཆགས་བསྡད་གི་ཡོད་རེད།

དེ་སྔར་བླ་མ་ཡིད་གསུམ་བསལ་གི། ཞྭ་མོ་འདི་གོན་བྱེད་དེ་གཡོག་རེད། ད་ཞྭ་མོ་འདི་ཕར་སྤིད་བྱེད་དེར་སྐྱེལ་ས་བོད་ཀྱི་སངས་རྒྱས་པའི་ཆོས་འདི་དཔལ་ནཱ་ལེནྡྲའི་མཁས་པའི་དབང་པོ་གཙོས་ནི། ལེགས་བཤད་གཏན་ལ་ཕབ་བྱེད་པ་འདི་གཟིམ་ངན་དེ་ཆགས་དེ་ཡོད་རེད། ཆེ། ཨེ་འདི་བཞུགས་དེ་ངས་སྤྲོ་སྤྲོ་བྱས་པ་ད་འདི་ཨ་བུ་ངས་བྱས་པ་ཡིན། བྱས་དེ་ཨ་ད་ག་ད། ག་རེ་ཟེར་ད་ཁྱེད་རང་ཚང་མ་ལོ་ད་བླ་རྒན་རེད་ཤ་རེད་ཨེ་ནི་དེ་སྔ་ང་ཚོ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་སུ་ཤེས་མཁན་སྐད་མེད་པ་ཡ་རེད་བ་ཡ། ད་ཇོ་བོ་རྗེ་མཚན་རེད་འབོད་གི་རེད་དེ་འདྲའི་དེ་འདྲ་ཞིག་ང་ཚོ་བཤད་བསྡད་གི་ཡ་རེད་ཨེ་ནི་སོ་སོ་སོས་ད་བླ་རབས་དེ་ཚོ་མང་བཤད་བསྡད་ཤི་མ་གཏོགས་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཟེར་ནི་དཔལ་དེ་མི་ཚད་ནོར་དེ་ཡར་པའི་གུང་དུར་བཏེགས་ནས། ད་བོད་ཀྱི་སངས་རྒྱས་པའི་ཆོས་འདི་བལ་ནག་ལེ་འདྲེ་ཤུལ་གྱི་ཟིན་རེད་ཕལ་ཆེར་ངས་ཅིག་ཨུ་ཚུགས་རུ་ལྟེབ་བཤད་བཤད་བཤད་བཤད་བཤད་ནས་ད་འདི་རིགས་ཆགས་དེ་ཡག་རེད། བྱས་ནས་བ་དེ་འདྲ་ཡིན་དུས་ད་རིགས་ཁྱེད་ཚོ་ཚན་རིག་པའི་ནང་ནས་མང་པོ་ཅིག་གིས་བལ་ནག་ལེ་འདྲེ་ཆོས་བརྒྱུད་ཀྱི་སེམས་ཁམས་རིག་པ་དང་ཚད་མ་རིག་པ་ཟེར་ཚོ་དམིགས་བསལ་གྱི་དོ་སྣང་བྱེད་དེ་ཡག་ཅིག་བྱེད་གི་འདུག་བ། དོ་སྣང་ལེན་ཡོང་དུས། གཅིག་སློབ་སྦྱོང་ལེན་ས་དེ་བོད་པ་གཅིག་གོ་རེ་མ་གཏོགས་རྒྱ་གར་སུ་གཅིག་ཡོང་མར་བ་ད། ན་ལེན་དྲ་གནས་རྩ་ཆེན་པོ་ཤར་ཨ་ཕི་ཀའི་ཕྱིན་པ་ཡིན་ན་ཨ་འགུག་ཁ་ཤས་ཤིག་ཕ་ཕིའི་ཚུར་བུད་ཅིག་ཡོང་བ་ད་ག་གེ་ཡོང་མར་བ་ད། ར་ད་དངོས་ན་དྲ་གནས་ན་ལེན་དྲའི་མཁས་པའི་དབང་པོ་དེ་ཡི་དེ་གི་སེམས་ཁམས་རིག་པ་ད་ཚད་མ་རིག་པ་ཨེ་ནི་སྟག་ཕྲུག་བཞི་བོ་གཅིག་གི་ད་ཟབ་ཅིང་རྒྱས་པ་དངོས་ནས་ཟབ་ཅིང་བརླིང་བ་ཡོད་བསྡད་པ་དེ་ཡི་དེ་ད་ང་ཚོ་བོད་པ་གཅིག་གོ་གི་ཉག་དེ་ཡོད་རེད། དེའི་འགྲེལ་བཤད་རྒྱ་ཡག་འདི་བོད་སྐད་དེ་ཡག་ཤོས་རེད་འདུག་ག Sanskrit ནི་ད་མཁས་དབང་ཁ་ཤས་ཁ་ཤས་ཀྱི་བེད་སྤྱོད་བྱས་མ་གཏོགས་ཡོད་མ་རེད་ད། སྤྱི་ཚོགས་གཅིག་གིས་ད་བེད་སྤྱོད་བྱེད་ཡོད་བཞིན་པའི་ད་སྐད་ཡིག་བོད་སྐད་བོད་སྐད་ཆགས་བསྡད་པ་རེད་བོད་སྐད་ཀྱི་ཐོག་ནས་ད་ནཱ་ལེནྡྲའི་ལྟ་གྲུབ་གླིང་བུ་དེ་ཚོ་བྲལ་ཏེ་ཆ་ཚང་གཅིག་ད་འགྲེལ་བཤད་རྒྱབ་ཐུག་གི་འདུག་ག། ཟེར། ངས་རྒྱ་གར་ཚོ་བཙན་པོ་ཚོས་ལབ་བསྡད་ཀྱི་ཡོད་སྔ་མོ། རྒྱ་གར་ཁྱེད་རང་ཚོ་ང་ཚོའི་སློབ་དཔོན་རེད། ང་ཚོའི་དགེ་རྒན་རེད། ང་ཚོ་དགེ་ཕྲུག་རེད། ད་དེར་སྐྱེས་ས། དགེ་ཕྲུག་ད་མཁས་པ་ཆགས་ཆེ། སྔ་མོའི་ལོ་རྒྱུས་ཀྱི་ཐོག་གི་ང་ཚོའི་དགེ་རྒན་ཚོ་བོད་ས་ལ་དོ་སྣང་ཁྱོན་ནས་མ་བྱས་ཙང་ད་དགེ་རྒན་ཚོ་གི་ཤིང་ཀང་མ་རེད། ད་ང་ཚོ་དགེ་ཕྲུག་གིས་དངོས་གནས་དྲང་གནས་ཀྱི་ད་རྒྱ་གར་མཁས་པའི། ཟབ་ཅིང་བརླིང་བའི་ལྟ་གྲུབ་དེ་ང་ཚོ་དགེ་ཕྲུག་གི་སེམས་རྩ་ཡོད་དཱ་ཟེར་ནས་ངས་དེ་རིང་བཤད་བསྡད་ཀྱི་ཡོད། ཚེ་མདའ། དེ་རིང་སྐྱེས་སར་དངོས་གནས་ང་རང་ཡིན་ནའི་བའི་སེམས་ནང་ལ་སྤོབས་པ་རེ་ཞིག་འདུག་བ་ཅིག་ཚན་རིག་པ་ཐུག། ཅིག་དེ་འདྲའི་སྐད་ཤེས་ཚུལ་ཙང་ནི། དངོས་གནས་འདྲ་གནས་ཀྱི་རྒྱ་གར་མཁས་པའི་གཞུང་འདི་ཡི་དེ་གི། ད་སེམས་ཁམས་རིག་པ་ཡིན་ནའི་རེད། ཅིག། དངོས་ཁམས་རིག་པ་རྡུལ་ཕྲ་རབ་བཀོག་ཡིན་ནའི་རེད་དེ་འདྲའི་བཤད་སྒོ་བྱུང་ན། ད་ང་ཚོ་བོད་པ། དང་དངོས་གནས་དྲང་གནས་ཀྱི་དགའ་ཚོར་རེ་སྤེལ་མཁན་ཞུམ་པ་མེད་པར་ཅིག་གིས་བཤད་ཐུབ་ཡག་ཅིག་འདུག་ག་ཤེས་སོང་ཨ། བྱས་ཙང་དེ་འདྲའི་ཡིན་དུས་བོད་པའི་རིག་གཞུང་འདི་ཀུ་མུ་མཐུད་ནས་འཛམ་བུ་གླིང་འདིའི་སྒང་ལ་དོ་སྣང་ཆེ་རུ་ཆེ་རུ་འགྲོ་ཡག་ཅིག་ཕལ་ཆེར་ཆགས་བསྡད་ཡོད་རེད། ད་བོད་ཀྱི་རིག་གཞུང་ཟེར་ཙང་ནས་བོད་པའི་མིང་འདི་ཀུ་ད་ག་ཡོད་ཡོད་པ་རེད། ས་དེ་འདྲ་ཡིན་དུས་ཁོ་བོས་དོ་སྣང་བྱས་ཏེ་ཤུགས་ཆེར་འགྲོ་བདེ་གི་རེད་རྒྱ་རིགས་ནང་ལ་ཡིན་ནའི་ཤུགས་ཆེར་འགྲོ་བདེ་གི་རེད། ཇི་ཙམ་གྱི་བོད་ཀྱི་རིག་གཞུང་བོད་ཀྱི་སྐད་ཡིག་ཟེར་ཅིག་ལས་ཡོད་འདུག་ཙང་ནས་གང་ལྟར་བོད་པའི་བདེན་དོན་ཁོ་བོས་མུ་མཐུད་བདེ་གི་རེད་བ། ཨེ་ནི། དངོས་གནས་ཅིག་ད་ཨ་ད་རྒྱ་རིགས་མཁས་པ་དེ་འདྲས་ད་རྒྱ་ཡིག་གི་ད་དེ་སྔ་གོང་མ་ཐང་གི་སྐབས་ནས་ནི་མ་འཇུག་པ་དུ་ཅིག་ཡིག་ཆ་དེ་འདྲའི་མཁས་དབང་དེ་འདྲའི་ངས་ངོ་ཤེས་པར་ཅིག་ཡོད། འོ་ཁོས་དེ་འདྲ་ཟེར་གི། གོང་མ་ཐང་གི་དུས་ནས་མ་འཇུག་པ་དུ་ཀྱི་ནི་རྒྱ་ཡིག་གི་ལོ་རྒྱུས་ནང་ལ་བོད་རྒྱ་ཁོངས་ཡིན་པའི་ཚིག་ཁྱོན་གསལ་གི་མི་འདུག། ཨ་ནི་བྷུར་གྷ་བྷ་དང་ཨ་མི་རི་ཀའི། University། གཅིག་གིས་དེབ་གཅིག་བཏོན་རྗེས་འདི་ནང་ལོ་ལ་དུས་རབས་བདུན་པ་བརྒྱད་པ་དགུ་པ་སླེབས་དུས་རྒྱ་ནག་རྒྱལ་པོ་བོད་རྒྱལ་པོ་སོག་པོ་རྒྱལ་པོ་ཟིན་འདྲ་མཉམ་གཅིག་གི་རྒྱལ་ཁབ་གསུམ། གོ། ཡོངས་གྲགས་རང་གཅིག་བརྩི་གི་འདུག་ཨ། ཚེ་བཟང་བ་དེ་འདྲས་རེད། ས་ཨེ་ནི་ཨ་མདོ་རྒྱ་རིགས་དེ་གི་དེ་ས། ཨེ་ནི་གོ་མིན་ཏང་དང་གུང་ཁྲན་ཏང་གི་བོད་རྒྱ་ཁོངས་ཡིན་པས། ཅེས་རྒྱུ་མཚན་བཀོད་ཡག་དེ་བོད་ཡིག་ལ་བསྟན་གི་འདུག། ང་ཚོ་བོད་པའི། བླ་ཆེན་དཔོན་ཆེན་ཚོས་སོ་སོའི་ད། ཅིག་དབང་ཆ་རུ་ཞིག་དང་སོ་སོའི་མིང་རུ་ཡང་དེ་འདྲ་ལ་རྒྱ་ནག་གོང་མ་དཔལ་ལས་ཁ་མེད་མི་འཁྲབ་ཅེས། དེ་འབྲེལ་གྱི་ཐོག་ནས་ཨེ་ཏི། ཅེས་སང་ཅིག་རྒྱ་ནག་གོང་མའི་ཆབ་འབངས་ཡིན་པའི་རྣམ་པ་རུ། ཨེ་ནི། ཅིག་བོད་ལ་དཀའ་ངལ་རུ་འཕྲད་པའི་ཁ་ཐུག་ལ་ཡང། མན་ཇུ་གོང་མ་སྙད་སང་ཞུས་བྱས། མན་ཇུ་གོང་མའི་མི་སྣ་ཡང། ཨེ་ནི། བའི་ཁྲིམས་ཞིབ་ལ་འདྲི་ཡར་བཏང་བྱས། དཔེར་ན། རྒྱལ་ཤོག་སྐལ་བཟང་ཁ་ཐུག་གི་ངར་ལུམ་བྱར་གསུམ་དཔུང་པ་མི་དབང་ཆེན་འདི་འདྲ་གི་རྙོག་དྲ་ཡོང་པའི་ཁ་ཐུག་ལ་པའི་རྒྱ་ནག་གི་ཡ་ག་རེ། ད་ཁྲིམས་བོད་རིགས་མེད་འགྲོ་དེ་འདྲའི་ཡ་སྐད་བཏང་ཆ་ཨིན་མཐའ་མ་ངར་ལུམ་བྱར་གསུམ་པ་མར་སེར་བཏང་ཡ་དེ་འདྲ་བྱས་པ་རེད་པོ་ད་ཚེ་ད་ང་ཚོ་བོད་པ་ཚོས་པའི་རྒྱ་ནག་གོང་མ་ཟེར་བའི་ངོམ་དགའ་རུ་བྱས། ང་རང་ཚོས་པའི་དེ་མ་གོ་རུ་བྱས་པ་ཡིན་ན་རྒྱ་ནག་གོང་མའི་ཁྲིམས་ཕོག་གིར་ད་ཚེ་ནི་ད་ཚེ་ང་ཚོ་དགའ་ཞིང་སྤྲོ་བཞིན་དུ་རྒྱ་ནག་གི་ཆམ་པ་ནང་ལ་ཕ་འཛུལ་ཡ་སོ་ར་བ་ང་ཚོ་བོད་པས་བྱབ་རྒྱལ་ནི་བྱས་འདུག་ག། ད་འདི་ཡོང་ཡག་འདི། ད་ད་འདི་ཧ་འདྲ་ག་ས་ཅུག་འདི། ཆོས་རྒྱལ་གོང་མ་ཚུགས་སྐབས་ལ་བོད་ཆོལ་ཁ་གསུམ་ཡོངས་རྫོགས་གཅིག་གྱུར་བྱས་ནས་བསྡད་དེ་ཡོད་རེད་པ། ཨ་ནི་དངོས་གནས་དྲ་གནས་ཀྱི་བོད་ཀྱི་སྟོབས་ཤུགས། ཅེས་ཀྱི་ཕི་གེ་སོག་པོ་རྒྱལ་པོའི་སྟོབས་ཤུགས་དང་རྒྱ་ནག་རྒྱལ་པོའི་སྟོབས་ཤུགས་བོད་རྒྱལ་པོའི་སྟོབས་ཤུགས་འདྲ་འདྲ་འདྲ་མཉམ་བྱས་བྱས་འགྲོ་དེ་ཡག་ཅིག་ཡོང་དེ་ཡོད་རེད་པ། དེ་ནས་ང་ཚོ་བོད་སིལ་བུ་ཆགས་བྱས་ཨ་ནི། བོད་དུམ་བུ་ལ་ཕྱིན། ཨེ་བོད་ན། ང་ཟི་ལུང་པར་ཆ་བཞག་ན་ཟི་ལིང། ཧུ་ནན། ཁ། བོད་གཞུང་བརྒྱུད་འཁོར་ཡོད་མ་རེད། དེ་ཟི་ལིང་དམར་པོ་བ་མ་གཏོགས་ང་ཚོའི་དཔོན་པོ་ཟི་ལིང་དམར་པོ་བ་ཡིན་ཨ་མ་ལགས་ལ་ང་ཚོའི་དཔོན་པོ་སུ་རེད་ཟེར་ན་ཕལ་ཆེར་ཨ་མ་ལགས་ཀྱི་དམར་པོ་བ་རེད་གསུང་གི་རེད་ཕལ་ཆེར་ཤི་ས་ད་སྡུག་ཆེ་བསྡད་པ་རེད་ཤེས་སོང་ཨ་བས་བོད་ཁ་བྲལ་ཕྱིན། ད་ཆབ་སྲིད་ཀྱི་ཐོག་ནས་བས་བོད་ཁ་བྲལ་ཕྱིན་པ་རེད་དེ་ཡིན་ནའི། བོད་གངས་ཅན་པ་ཟེར་ཡག་བྱེད་ཀྱི་འདུག་མདོ་ལ་འབྲི་ཡག་དེ་བོད་ཀྱི་བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ་གི་གཟིམ་དུ་འདུག་ག་ཨ་ནི་སངས་རྒྱས་པའི་ཆོས་དེ་གི་གཟིམ་འདུག་ག་རེད་དང། བྱས་ནས་ཨ་ནི་དངོས་ནས་ད་སངས་རྒྱས་ཀྱི་བསྟན་པ་བོད་ལ་ཡ་ཨ་ནི་ལྟ་སྒོམ་སྤྱོད་གསུམ་གང་གི་ཐོག་ནས་ཡིན་ནའི་པའི་འགྲན་ཟླ་གྲ་རེ་བྱེད་ཀྱི་གཟིམ་མཁན་མཁས་པ་མང་ཆེ་མདོ་སྟོན་པ་ཡིན་ནའི།

བཟླ། དབུལ་བ་དབུལ་བ་ཡིས་བཟླ། ཡང་ནང་གསེས་ཀྱི་དབུས་གཙང་སྟོད་ཅེས་ནས་བཤད་པ་ཡིན་ན་དབུལ་བ་ག་ཚད་ཡོད་དབུལ་བ། གཙང་པ་ག་ཚད་ཡོད་གཙང་པ། སྟོད་པ། དྲུག་ཅུ་རག་གཅིག་རག་གཉིས་ཟེར་ངེས་ཏེ། འོ་ཡ་འོ་ད་འདྲེས་སོ་ཡ། བྱས་བྱས། འོ་ད་ག་ད་དེ་སྔ་བོད། ད་དེར་ཟེར་སྐྱེལ་ས་ཡིན་ནས་དཔེར་ན་སྔ་མོ་ལྔ་བཅུ་ང་དགུའི་ལོ་ལ་ང་ཚོ་རྒྱ་གར་ལ་བོད་ཡིན་དུས་ཚར་ནས་ཅིག་གྲྭ་སའི་མཁན་པོ་ཨོ་མང་ཆེ་ད་ཁམས་པ་དང་ཨམ་དུར་དང་རེད་བ། བྱས་ཙང་ང་དངོས་གནས་ཞིག་བོད་ཀྱི་སངས་རྒྱས་པའི་ཆོས་པའི་གཟིགས་ངན་གཙོ་བོར་བ་དེ་མདོ་སྟོད་སྨད་ཀྱི་མི་དེ་དེ་ཤུགས་ཆེ་བྱུང་ཤག་ག་ད་ཕ་ཡུལ་ཐག་རིང་པོ་ནས་ཡོང་ཨེ་ཞེ་བོ་ཅིག་ད་དཔེ་ཆ་ཁོ་རར་ཡང་ལོག་བྲིས་བྱས་བསྡད་བསྡད་བྱས་ཕལ་ཆེར་རེད། དབུས་གཙང་ཁུལ་ནི་སོ་སོ་ནའང་ཐག་ཉེ་བོ་ཡིན་དུས་ཙང་ནས་ཨེ་ནི་པཱ་ར་ཡི་སོ་ལོ་ནའང་འཁྱམས་འགྲོ་ག་ཡིན་ན་གན་གཅིག་བྱས་ནི་དེ་འདྲས་ཀྱི་དགེ་བཤེས་ཞག་ཉུང་ཉུང་རེད། དབུས་པའི་དགེ་བཤེས་ཉུང་ཉུང་རེད། རེད་བ། ས་དེ་འདྲས་ཡིན་དུས་ཙང་ནས་ཨེ་ནི། ཨ་ད། གོ་མང་གི། ཨ་ད། ཞུ་སྒོ་མཁན་པོ་གནང་བ་རེད་ང་ཚོ་སི་རྒྱ་གར་འབྱོར་འགྲོ་དེ་རེད། ཁོང་ཞི་དྲག་ཡག་མཁས་པ་རེད་ཞི་དྲག་ཡག་པོ་ཡོད། བཀྲ་ཤིས་ནི་རེད། གང་ཟག་འཇམ་ཡེ་ཤེས། ལྷག་མཐོང་ལ་ཞིག་ཏུ་གཞན་ཡིད་ཤེས། ཞིང་གོང་མར་འོང། ཨོ། དཔེ་བྱ་བ་གཞན་ཡོད་ལྟ། རྟགས་གསལ་དང་བྱེད་པའི་ཁུ་ཐུག་ལ་དཔེ་འཇིག་རྟེན་བར་རྩོད་ཁྲིམས་གཞན་དང་མི་འདྲ་བྱས་ཆོག་རེད། གཞན་དང་མི་འདྲ་བྱས། ཞེས་ཁོང་གིས་ང་ལ་དེ་བཤད་མྱོང། བོད་ཀྱི་མཁས་པ་ཡིན་ན་ཨ་མདོ་བ་ཡིན་པས་ཁྱབ་བྱས་པ་རེད། ཁམས་པ་དང། དེ་དབུས་གཙང་སྐད་ཆ་ཁ་ཡག་ཡོད་པར་གདའ། ད་ཨ་མདོ་གཙོས་ངོམ་ཡག་རུབ་ཡོད་ན་མེད་ན་བྱེད་རུབ་བཞིན་ངོམ་ཡག་ཡོད་རེད་བ། ཞེས་སོ། བ་དེ་འདྲ་རེད། གང་ལྟར་ང་ཚོ་བོད་ཀྱི་རིག་གཞུང་དངོས། དྲང་གནས་འཛིན་མཁན་དེ་ཆོལ་ཁ་གསུམ་དབྱེ་བ་མེད་པའི་ཐོག་ནས། བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེའི་ཐོག་ནས་ད་མིང་གར་བཏགས་ནས་མ་བཏགས་ནས། ད་སྐད་ཀྱི་དྲང་ཐག་མི་འདྲ་མི་འདྲ་བ་ཅིག་ཡོད་རེད་དེ། གང་ལྟར་ཨེ་ནི། བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་འདི་གིས་བོད་ཆོལ་ཁ་གསུམ་ཡོངས་རྫོགས་ལོག་ལ་ཚུགས་གཅིག་གྱུར་ཆེད་བོད་ཆོལ་ཁ་གསུམ་ཙམ་དུ་མ་ཟད་པའི་ནུབ་ལ་དྭགས་ནས། ཤར་མོན་པ་དུ་བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་འདི་གིས་གཅིག་གྱུར་བྱས་ཏེ། སིམ་སྟེ་འདུག་ག། ཨན་ཏི་ནཱ་རི་ཡོད་པའི་བརྗོད་བྱ་དེ་ཡིན་སྟེ་ཀི་ད་ག་ད་བོད་མི་རིགས་ཀྱི་པའི་མཚན་མཐོང་ལ་རྒྱ་ཅིག་གོང་ནས་གོང་དུ་འཕེལ་ཡག་ཅིག་གི་ཡོང་བསྡད་ཀྱི་ཡོད་རེད་བསམ་དེ་འདྲ་ཡིན་དུས་དེ་འདྲའི་བསམ་བློ་བཏང་དུས་ང་ཚོ་བོད་པ་ཡིན་པའི་ངོས་ནས་སྤོབས་པ་སྐྱེ་ཡག་རེད་ཞུ་བ་ཤེས་སོང་ཨ་ད་ངས་ངའི་དཔང་རྟགས་བསྟན་པ་ཅིག་ཅིག་བཤད་ག། ལྔ་བཅུ་ང་དྲུག་ནས་ཨ་ནི

ཉིན་མོ་གཅིག་མཇལ་འཕྲད་པའི་ས་རྒྱ་ཡིན་ན་ཁོང་གིས་རྩ་བ་ཤེས་རབ་ཀྱི་ཆོས་སྤྱོད་དེ་ལེགས་སྦྱར་གྱི་ཚིག་དེ་མ་སྐྱོ་རེད་ཁོང་གིས། གང་གི་སྟོན་བྱེད་འདྲ་བ་ཅུང་དགའ་པོ་མེད་པ་སྐྱོན་པ་ཟེར་ཏེ་ལེགས་སྦྱར་གྱི་ཚིག་དེ་མ་སྐྱོ་བ་བྱས། ལེགས་སྦྱར་གསུངས་པའི་ཁ་ཐུག་ལ་ཁོ་ར་སྡང་རུ་དེ་བྱས། བེ་བཞི་བོ་ཅིག་མི་འདྲ་ཞིག་འདུག་ག། བེ་ཡིད་འཕྲོག་པོ་ཞིག་འདུག་ག། ཨེ་ནི་ཁོང་གིས་བེ་ལེགས་སྦྱར་གྱི་ཚིག་དེ་མ་གསུངས་སོ། འདི་གསུངས་པའི་ཁ་ཐུག་ལ་ལེགས་སྦྱར་གྱི་མི་གསུང་དེའི་ཆ་ནས་ང་རེ་གཅིག་ཡང་དད་མོས་རུ་སྐྱེས།

སྤོབས་པ་ཆེ་ཧ་ཅིག་རེད་ཤག། ཅེས་མཚན་རིང་པོ་དེ་འབྲི་ཐུབ། གཅིག་སེམས་ཁམས་རིག་པ་བཤད་པ་ཡིན་ན། ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་ལྟ་བུའི་ཞེ་དྲག་ཚད་དམའ་བོ་རེད་ཀ་ཀའི་མ་རེད། སྒོ་ངའི་དབང་པོའི་ཤེས་པའི་སྐོར་བཤད་བྱེད་པ་དང་ཀ་ཀའི་མ་རེད། ང་ཚོས་ཏེ་ཡིག་ལུགས་དང་འབྲེལ་རེད་ཨེ་པའི་ཞི་གནས་དང་ལྷག་མཐོང་གསལ་ཐོའི་ཕྲད་ཞིབ་ཅིག་ང་ཚོས་བཤད་ཡོད་རེད་ཨེ་སེམས་ཁམས་རིག་པ་ཞིབ་ཚགས་པོ་ཞིབ་ཅིག་བཤད་ཡོད་རེད། ས་དེ་འདྲ་ཡིན་དུས། ང་ཚོས་ད། ལོ་སྟོང་ཕྲག་རིང་ལ་ཡར། མཁན་ཆེན་ཞི་བསུ་ཡབ་སྲས་ཀྱིས་ང་ཚོར་ཞལ་བཟང་པོ་ཞིག་དང་ཐུགས་ལུས་བསྐྱར་གནང་སྟེ་ང་ཚོ་བོད་པས་ཁྱོན་ནས་ཀོ་ཐག་ལོས་ཡག་མ་རེད། འདི་ང་ཚོ་བོད་མི་རིགས་ཀྱི་གཟི་བརྗིད་རེད། བོད་མི་རིགས་གཅིག་གྱུར་ཡོང་ཡག་དེ་དེའི་ཐོག་ནས་གང་འདྲ་ཡིན་ནི་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ཡག་རེད་ཆོལ་ཁ་གསུམ་མི་རིགས་ཡོངས་རྫོགས་ལ། དང་ཆབ་སྲིད་ཀྱི་ཐོག་ནས་ག་རེ་ཡིན་ནི་མེད་ནི་བོད་ཁ་བྲལ་ལ་ཕྱིན་པ་རེད་བོད་དུམ་བུ་ལ་ཕྱིན་པ་རེད་དེ་ཡིན་ནི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ནས་གཅིག་གྱུར་བྱས་འདུག་བསྡད་པ་རེད། མ་འོངས་པར་ཡིན་ནས་གང་དག་ཡིན་ནས་སངས་རྒྱས་ཀྱི་བདེན་འབྲེལ་གྱི་ད་ཆོས་ཅིག་ད་ཆོས་ཤོག་ཅིག་དད་པ་བྱ་རོག་ཅིག་སྨོན་ལམ་རྒྱ་སོ་རོག་དེ་ཙམ་མ་ཡིན་པའི་ཅིག་བོད་ཀྱི་ལྟ་གྲུབ་རིག་པ་སེམས་ཁམས་རིག་པ་ཨེ་ནི་ཚད་མ་རིག་པ་འདི་གྱིས་དེ་ད་འཛམ་བུ་གླིང་གི་ཤེས་ཡོན་གྱི། ཚད་མཐོའི་ཤེས་ཡོན་ནང་ལོགས་ལ་ཡར་འགྲོ་ཐུབ་ཡ་ཅིག་གཏན་དེ་ཆགས་དེ་ཤག་ཨེ་ལྷག་པར་རྒྱ་གར་ནང་དེ་བས་ཀྱང་ནས་དེ་འདྲ་ཆགས་ཡོད་དུས་བོད་ཀྱི་ཆོས་དང་རིག་གཞུང་དེ་མུ་མཐུད་འདས་ཀྱི་རེད་རྒྱ་རིགས་ནང་ལ་ཡིན་ནའི་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ས་དེ་འདྲ་ཡིན་དུས་ཇི་སྲིད་བོད་ཀྱི་ཆོས་དང་རིག་གཞུང་གི་རྩལ་གྱི་བོད་ཀྱི་མཚན་མཐོང་རུང་བ་གོང་ནས་གོང་དུ་འཕེལ་རེ་ཚོད་ཀྱི་བོད་མི་རིགས་ཀྱི་སྤོབས་པ་དེ་ཆེ་རུ་འགྲོ་གི་རེད། བོད་ནང་ལ་ཡོད་པའི་བོད་རྒྱ་ཆེ་མང་དེ་ཡི་རིགས་སེམས་ནང་ལོག་ལས་སྤོབས་པ་ལས་ཡར་བྱེད་ཀི་ཁོ་ད་ཡོང་བསྡད་ཀི་རེད། ཆ་དེ་འདྲི་ཡིན་དུས་ཁོ་ཆབ་སྲིད་ཀི་ཐོག་ལས་ཁོ་ཤུགས་རྐྱེན་ཏན་ཏན་ཡོང་གི་ཡོག་རེད། ཨ་ནི་རྒྱ་རིགས་ནང་ལ་ད་དོ་སྣང་བྱེད་མཁན་ཤུགས་ཆེ་རུ་འགྲོ་དུས་དེ་ཡི་རིགས་ཤུགས་མ་ཐུག་གི་བོད་ཀི་ཐོག་ལ་ཡ་ཤ་ཚ་དག་དོ་སྣང་བྱེད་ཁོ་སླེབས་བསྡད་ཀི་ཡོག་རེད། ཧོ་དེ་འདྲ་ཅི་རེད་ཤག་བྱས་ཙང་ང་ད་མདོ་སྟོད་སྙིང་པོ་དེ་ང་རང་ཚོ་དུས་རབས་ཉི་ཤུ་པ་དང་དུས་རབས་ཞུ་རྩ་བཞི་པའི་ནང་གི་ད་བོད་བསྟན་སྲིད་ཉག་ཕྲ་བོའི་ཁ་ཐུག་དེ་ད་ཅིག་བོད་བསྟན་སྲིད་ཀྱི་དོན་དག་ལ་གཅིག་ཞབས་འདེགས་བསྒྲུབ་མཁན་ཁྱེད་རང་ཚོ་དེའི་དེ་ད་ངོ་ནས་ད་མི་ཚེ་དོན་དང་ལྡན་པ་གཅིག་གིས་ར་དང་སངས་རྒྱས་ཀྱི་བསྟན་པ་ལ་དངོས་དང་བརྒྱུད་པའི་སྒོ་ནས་ཞབས་འདེགས་བསྒྲུབ་པ་ཅིག་ཆགས་བསྡད་ཡོད་རེད་བསོད་ནམས་དཔའ་ཐོབ་པ་བསགས་ཡོད་རེད་དེ་འདྲས་ཡིན་དུས་ད་ཚེ་རབས་ནས་ཚེ་རབས་ཨེ་ནི་སྤྱིར་སངས་རྒྱས་ཀྱི་བསྟན་པ་དང་མཇལ་ཡང་དགོས་ལྷག་པར་བྱུང་འདུག་བོད་གངས་ཅན་གྱི་ལྗོངས་ལ་ཕལ་ཆེར་སྐྱིད་ཀྱི་རེད་གཞན་ནི་ཨེ་ནི་འཕགས་པ་སྤྱན་རས་གཟིགས་ཀྱིས་ད་རྗེས་སུ་བཟུང་སྟེ་ཧ་ཅིག་ཏན་ཏན་ཡོང་གི་རེད་ཤེས་སོང། སེམས་སྐྱིད་པོ་ཞིག་འདོད་ཨ། ཅེས་སོང། ད་མི་ཚེ་གས་སོ་མགོ་ཡི་དཀར་པོ་ཆགས་མགོ་ཡི་དམར་པོ་ཆགས་བྱས། ད་གས་བྱུང་མ་སོ་བསམ་པའི་བསམ་བློ་ཁྱོད་ནི་ད་མགོ་དམར་ད་ཅེས་སོང། ཅེས་སོང། མགོ་དམར་དམར་རུ་ཕྱིན་ན་འོད་ཆེར་ཆེར་འབྲུག་ཏུ་འོང་གོ་ལེ། བྱས་བྱས་བ་ད་བློ་བདེ་བོ་ཆེ་ཞུ་ཨ། དེ་ནས་སོ་སོའི་ཨ་འདྲ་བོ་དུ་ད་མི་བོའི་བསྟན་སྲིད་ཀྱི་དོན་དག་ལ་ཞབས་འདེགས་སྒྲུབ་པའི་བསོད་ནམས་བསགས་ཤེས་པ་དེ་ཡིན་ཏེ་དགེ་བ་བསྔོ་ཡང་གལ་ཆེན་པོ་རེད། རྒྱལ་བ་དངོས་ཡང་དེའི་རྡོ་རྗེ་འཆང་གི་གོ་འཕང་ཐོབ་པར་ཤོག་ཅིག་བསྔོ་བ་བྱེད་པ་དེ་ཡག་པོ་རེད་དེ། ལྔའི་ལ། བོད་མི་རིགས་ལ་མུ་མཐུད་ནས་སྐྱེས་ནས། ཨེ་ནི་དལ་འབྱོར་གྱི་རྟེན་སང་རིམ་པར་བརྒྱུད་ནས། ཨེ་ནི། རང་གཞན་གྱི་དོན་ཉིད་མཐར་ཐུག་པའི་གནས་སྐབས་སངས་རྒྱས་ཀྱི་གོ་འཕང་ཐོབ་ཡ། ཨེ་ནི་བསྔོ་བ་དང་སྨོན་ལམ་བྱས་ན་ཡག་པོ་རེད་ཤེས་སོང་ཨ། མདོ་དང་མགོན་པོ་སྤྱན་རས་གཟིགས་དབང་གི་སྲས་ཆེ་རྒྱལ་བའི་སྤྱན་སྔར་བཀའ་ཆད་བཞིན་ཡོངས་རྫོགས་རྒྱ་ཆེན་སྨོན་ལམ་བསྐང་མཛད་པ་འབྲས་བཟང་དོན་འདི་མྱུར་དུ་འཆང་བར་ཤོག་སྣང་ཚུལ་ཆོས་ཉིད་ཟབ་མོའི་རྟེན་འབྲེལ་མཆོག་གསུམ་ཐུགས་རྗེ་ཐུགས་དམ་ལས་འབྲས་བསླུ་མེད་བདེ་འདུས་བདག་ཅག་གི་བདེན་པའི་སྨོན་ལམ་འགེངས་མེད་མྱུར་འགྲུབ་ཤོག། འོ་ད་ཡིན་བློ་བདེ་པོ་ཆེ་ཞུ་ཨ། ད་ཁྱེད་རང་ཚོ་ཡ་ག་བུ་བུ་རུ་ཆགས་ཡོང་དུས་ཙཱ་ནས་སྔ་མོ་ང་ཚོ་བཟང་པོ་ལོ་ལོ་བཞི་བཞི་རུ་ཨེ་ནས་ང་རེ་ཤི་ནས་བཟང་པོ་ལོ་ཁོང་གི་ད་ང་ལོ་ག་བ་སླེབས་རེད་སྲིད་ཙཱ་ནས་ད་ཡི་ལོ་བརྒྱད་བརྒྱ་གཉིས་ད་བརྒྱད་ཁྱེད་གསུམ་གང་ལ་ཡོད་རེད་དེ་གོ་རུ་བ། ཡིན་ནའི་ག་ད་རྒྱལ་བ་ཁྱོན་ནས་མེད། ཞིག། ཕྱོགས་གཅིག་ནས་བཙན་བྱོལ་བ་ཆགས་ནས་ཐབས་སྐྱོ་བོ་རེད། ཕྱོགས་གཅིག་ནས། ཨོ། བཙན་བྱོལ་བ་ཆགས་པ་འདི་གི་གོ་སྐབས་གསར་བ་ཞིག་རག། ཨེ་ནས་མི་མང་པོ་ཐུག། རྡུང་བྱས་ནས་ག་ད་བོད་ཀྱི་ཆོས་དང་རིག་གཞུང། ཨོ། ཅིག་འཛམ་བུ་གླིང་སྟེང་ཨ་ལ་བས། མཚན་ལ་པའི་གུང་དུ་བསྙེག་ཡ་རུ་ཅིག་ཡོང་བསྡད་ཡ་དེས་ད་ང་ཚོ་བཙན་བྱོལ་བར་དགོས་རོགས་ཤིག་སླེབས། ཨེ་ནས་བླ་ཆེན་མང་པོ་བྱོས་ཡ་རེད་ལ་ཨེ་ནས་མཁས་དབང་མང་པོ་ཡོད་ཡ་རེད། ཨེ་ནས་ང་ཡི་དེ་ནང་ལ་ཅིག་ཡོད་ཡ་རེད་ད་འདུག་བྱས་ནས་གང་ལྟར། ང་ཚོ་བཙན་བྱོལ་བ་ཆགས་པ་འདི་གི་ཕྱོགས་གཅིག་ནས་བསམ་བློ་བཏང་ན་སོ་སོ་རང་དབང་བྲལ་ཐབས་སྐྱོ་པོ་རུ་ཅིག་རེད་དེ་ཕྱོགས་གཅིག་ནས་བསམ་བློ་བཏང་ན་བོད་ཀྱི་མཚན་དོན་ལར་རྒྱ། ཆོས་འདི་རིག་གཞུང་འདི་ཀྱི་འདི་འཛམ་བུ་གླིང་འདི་གང་ལ་དངོས་གནས་པའི་མཐོང་རབ་ཏུ་ཤི་ནས་ཡར་བསླེབས་བསྡད་པའི་སོར་ཅིག་ཆགས་འདུག་ག། ངས་ནམ་རྒྱུན་ལྟ་བ་དེ་བཤད་དུ་ཡོད། ད་ལྟ་ང་དང་ང་ཚོ་བོད་ལ་ཡར་བསྡད་དེ་ཡོད་ན་ཕལ་ཆེར་ངའི་མིང་འདི་འདི་ཟེར་རེད་སྐྱབས་མགོན་བུ། སྦུག་ཆུ་ཐོད་པོ་རུ་ཆུ་བསྡད་རྗེས། ཨེ་ལེ། ཟེར་ལོ་སར་ཡར་ཅིག་གིས་ད་དེ་བླ་སྤྲུལ་ད་ཨེ་ནི་ང་ཚོ་ད་གཞུང་ཞབས་སུ་ཕྱིན་ནས་ཡུལ་དུས་ཚར་ནས་འཚམས་འདྲི་ཞུ་བ་རེད་ཨེ་རེད་ངས་བཞུགས་ཁྲི་བཀག་ནས་ཨེ་ནི་མ་འཚམས་འདྲི་རུ་བེད་སྤྱི་མ་བྱས་དེ་ཕྱི་མོག་ཡག་ཡོང་ཆ་མགྲོན་ཕྱི་མོག་ཡག་ཡོང་ཆས་མངལ་ལ་ཟན་འགྱུར་ཐུབ་ཨེ་ནི་ངས་མ་དེ་ལབ་ཨེ་ནི་གཞི་ནས་ཕྱི་མོག་མ་ཕྱིན་ཆས་ཨེ་ནི་ཧུ་དོ་ཐུག་ད་ཤ་ཆང་ཆོས་ཆེ་ཨེ་ནི་ག་ས་ཁན་པོ་ལས་སུ་ཇི་ཞིག་བྱས་ནས་ཨེ་ནི་གཞི་ནས་མ་བཀག་རུ་དེ་འགྱུར་ནས་མ་ག་ཚོད་འཚམས་འདྲི་བྱས། ཨེ་ནི་ལོ་སར་ཡ་གཞུང་ཞབས་ཚོ་ལ་མ་འདུག་ལོ་སར་ཚེས་པ་གཉིས་ཀྱི་ཉིན་མོ་དེ་རྒྱལ་པོ་ལོ་སར་ཚེས་རེད་ཨ་དེ་ཡིན་ན་མ་འདུག་བཀའ་རུ་བསྒྱུར་ཆེ་ཆེ་སོང་བས་ཅིག་སྐྱབས་མགོན་འབུག་ཟེར་ལབ་རེད་ཨ། ཁྲི་འམ་ཞིག་ང་མོ་གསུང་གི་ཡོད་ང་མོ་རྡོ་རིང་ཞིག་མི་ཤ་དེ་མ་ཁྲོ་མོ་ལ་མ་བལྟས་དེ་ཡོད་རེད་པ་ཨེ་ནི་ཨ་དེ་ཨ་འདྲ་གཞུང་ཞབས་ཚོས་སྒེའུ་ཁུང་ཕྱེ་ནས་མ་འདུག་ཁྲོ་མོ་ལ་བལྟས་པ་ཡིན་ན།

ཨིན། ད་ཡིན་རྒྱུ། འདི་ཕལ་ཆེར་གུང་གི་འོག་གི་ས་ཆ་གང་ཡང་ཡོད་རེད། གཡག་གི་ཁ་ས་གཅིག་ཡོད་རེད་ཤ་མོ་འདྲེ། མང་ཆེ་ནི་སོག་པོ་དང་རྒྱ་མི་ལ་དཔེ་ལས་ནས། དཔེ་དེ་ང་ཚོ་གོན་གི་འདུག་བ། ང་ཚོ་ཆག་ལུགས་ལ་མང་པོ་བྱེད། ད་ལྟ། རྒྱ་ནག་གོང་མའི། གཅིག་གོང་མའི་ལས་བྱེད་པ་ཚོའི་གྲས། གཅིག་དུག་ལུག་གོན་སྟངས་དང་གཅིག་ཁ་ལག་ཟ་སྟངས་དང་གཅིག་ཆལ་ཚེ་གྲས། ང་ཚོ་འདི་འདྲ་ལ་དཔེ་བལྟས་བྱས་བལྟས་བས་བཟོ་བྱེད་འདུག་བ། ཟེར་སོང། ཚོ་དེ་འདྲ་རེད། ང་ཚོ་འདུག་བྱས་ནས་མི་ཚེ་བསྐྱལ་བསྡད་ཀྱི་རེད། ད་ང་ཚོ་རྒྱ་གར་སླེབས་ནས་ཚིག་གི་འདྲ་ཤག་ཁོར་བྱས་ནས་གཞུང་འབྲེལ་རུ་བྱས་འདྲ་ཤག་ཁོ་བྱས་ཡག་གི། ཁོ། དུས་ཚོད་ཡོད་རེད། དངོས་ཡོད་གནས་ཚུལ་འགྲོ་གི་རེད། དངོས་ཡོད་གནས་ཚུལ་ལ་ཕྱི་པའི་ཁ་ཐུག་ལ་ཨེ་ནི་གཞི་ནས་བོད་ཀྱི་རིག་གནས་དེ་ཡིད་བཏེགས་ཀྱི་དངོས་གནས་པའི་འབུར་ལ་ཐོན་ནས་འཛམ་བུ་ནི་འདིའི་སྒང་ལ་ཚན་རིག་པ་གཙོས་ཡ་འདབ་པ་དུ་ད་ཅིག་མ་རྙེད་པ་དེ་ཚོའི་གྲས་དེ་དོགས་པ་ཐེ་ཚོམ་ཡོད་འདོད་པ་དེ་བོད་ཀྱི་རིག་གནས་ཀྱི་ཐོག་ནས་ཕ་འདྲེ་ཤ་སྐྱབས་མཐུ་ཡང་ཡོད་འདོད་པ་ཞིག་ཆགས་བསྡད་ཀྱི་ཡོད་རེད་ཤེས་སོང་ང་ཚ་དེ་འདྲ་ཡིན་དུས་དངོས་ནས་ང་ཚོ་མི་རིགས་དེ་དཀའ་ངལ་ཞིབ་ཅིག་འཕྲད་པ་རེད་དེ་ང་ཚོས་བྱས་རྗེས་བཞག་ཡོད་རེད་ཨ་ནི་ཆོས་རྒྱལ་མེས་དབོན་ནོར་གསུམ་ཆོས་རྒྱལ་སྲོང་བཙན་སྒམ་པོ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ཨ་ནི་མངའ་བདག་ཁྲི་རལ་པ་ཅན་ད་དེ་འདྲ་ཡང་བརྩིས་པ་ཡིན་ན་གཉའ་ཁྲི་བཙན་པོ་ལ་སོགས་པ་གང་དག་བོད་གངས་ཅན་གྱི། སྔོན་གྱི་ཨེ་ནི་བེ་ཆོས་རྒྱལ་ཚོ་དང། དེ་ནས་མ་ཕྱེད་ནས་ཨེ་ནི། བོད་ཀྱི་ཨེ་ནི། ལ། གང་དག་བེ་ས་ཀི་ཀ་ནི་རིས་སུ་མ་ཆད་པའི་ཆོས་བརྒྱུད་ཁག། གི་བླ་ཆེན་དེ་ཚོའི་རེ་སྐུ་ལས་སྐྱོན་ཞེས་པ་དེ་ཡི་དྭགས་ཞུ་སྐུ་ང་ཚོ་གཟིམ་བསྡད་ཡོད་རེད། ཚེ་སང་ང་ཚོའི་མི་རབས་འདི་གི་མི་རྒྱུད་ཆོས་པ་ཅིག་བྱས་ཤག། ང་ར་ཆ་ཤ་ནས། མི་རྒྱུད་རུ་བཅས་ཡོད་བསམ་པ་ཞིག་དྲན་གྱི་འདུག་ཅེས་སོང་བ། ཡང་ངས་དཀྲོགས་ཤོག་ཞིག་བཤད་ག། དཀྲོགས་དཀྲོགས་བཤད་ག་མ་བཤད་ག། ག། དཀྲོགས་དཀྲོགས་བཤད་ག། ག་ཟི་ལིང། ཧུ་ནན། གྲོང་གསེབ་ཁུ་ཁྱོ་ཁུ་ཁྱོ་རེད་ད། ད། དེ་ཡང་ཨེ་ནི། སྐྱེས་དེ་བའི་སྤུ་གུ་ཅིག་ལྷ་མོའི་བླ་མཚོའི་ནང་ལ་ཡང་ཨེ་ནི། ཨ་ཀ་མ་སི་བྱས་ནས། ཨེ་ནི། ཨ་སི་ལབ་དུས་མདོ་སྨད་ཨ་མདོ་ལ་ལྟ་རྩིས་པ་རེད། བཀའ་ཟུར་ལབ་དུས་མདོ་སྨད་ཨ་མདོའི་ནང་ནས་སྐུ་འབུམ་ལ་རྩིས་པ་རེད། ད་མ་གསལ་ཏེ་གསལ་བ་ག་ཡོག་མ་རེད། ད་ང་རེད་འདུག་རྩིས་པ་ཡིན་ན་ངའི་མིང་ལྷ་མོ་དུད་འགྲོ་ཟེར་རེད། དེ་འདྲ་ཡིན་དུས་ཨ་མདོ་ཁ་སྟོད་ལུང་སྤྱི་ལ་ཡོག་རེད་ལུང་བསྟན་ཅིག། སྐྱེས་པའི་བུ་ལ་བུ་མོའི་མིང་བཏགས་ཟེར་ཅིག་གི་དེ་འདྲའི་ལུང་བསྟན་ཅོག་རེད་འདུག་ཟེར་ནས་གང་ལྟར་ཨེ་ཨ་ཀ་མ་གསལ་ཏེ་ཕལ་ཆེར་ངའི་མིང། ད། བཀའ་གསུང་རེད། རེད། མིང་གི་ད། མིང་གཞི་ངོ་མ་རེད་དེ། མ་དེ་མི་འདྲ་ཤག་དེ་བར་པ་ལྷ་མོ། ཨོ་དེ་འདྲ་ཡིན་དུས་ཙང་ནས། ལ་ག་ད་གྲོང་གསེབ་ཁུ་རྒྱོ་ཞིག་ལ་སྐྱེས་པའི་ད་སྤུ་གུ་ཅིག་ཨ་ནེ་པ་འདྲ་ལྷ་མོའི་ལུང་གི་ད་བསྟན་ནས་འདུག་ཟེར་ད། ད་འདུག་ཟེར་ཡ་སླེབས་རེད། ཟེར་ག་ད་ང་ར་མེད། ཆོས་རྒྱལ་གོང་མ་རིམ་བྱོན་ཚོ་དང་ཐུན་མོང་ཡིན་པའི་ལས་འབྲེལ་ཡོད་དུ་བ་ད་གསལ་བོ་ཤག་རེད། ཟེར། དཔའ་བརྒྱ་ལྷ་མོའི་ལུང་བསྟན་ནས། ཟི་ལིང་གྲོང་གསེབ་ཁུལ་རྒྱུད་གཅིག་ཏུ་སྐྱེས་པའི་སྤུ་གུ་འདི་དང། བོད་གང་ཡོང་ཅི་ཡོང་གི་ལས་ཀ་བྱས་པ་ཡིན། དེ་ནས་ང་ཚོ་བཙན་བྱོལ་བ་ཆགས་ནས་གང་ཡོང་ཅི་ཡོང་བྱས་པ་ཡིན། གང་ལྟར་དཔའ་བརྒྱ་ལྷ་མོས་ངོས་འཛིན་གནང་བ་ནང་བཞིན་གཅིག་གིས། ཧུ་ནན་ལ་སྐྱེས་པའི་ཨ་མདོའི་སྤུ་གུ་གཅིག་གིས་ད་མི་དགོས་བྱས་ཤོད། ཤ་ཚ་བ། ཁྱེད་རང་ཚང་མ་བློ་བདེ་པོ་བྱེད། རྗེས་སུ་ཡི་རང་བྱེད། ཨེ་བློ་བདེ་པོ་བྱེད་འདོད་ཨ། ཅེས་སོང། ཨེ་ད་ག་ཡིན་འདྲི་ཞེས་ལེ།